ཨ་ནི་ཇོ་བོ་བ་དི་བཟང་པོས་ད་གཏན་ཁྱད་པར་ཅན་གྱི་དྲུང་ནས་དག་སྣང་བྱུང་བདེ་བ་ཅིག་གི་འཁོར་མི་འདྲ་ཅིག་ཆགས་ཏེ་འདུག་ས་དེ་འདིའི་མིག་ཏུ་ས་ནི་ང་རའི་ཆུ་འཇུ་ག་ནས་ཨ་ནི་ཨ་ནི་རྡོ་རྗེ་ཤང་སྟག་བྲག་རིན་པོ་ཆེ་སྐུ་མདུན་ནས་ཨ་ད་གསང་བ་རྒྱ་ཆེན་ཆོས་སྒོ་ཆ་ཚང་ཐོབ། ཨ་དེ་ནས་རིམ་པས་རིམ་པས་རྒྱ་གར་ལས་ནི་གསང་བ་རྒྱ་ཆེན་གྱི་ད་ཆོས་སྒོ་གཙོ་བྱས་ཏེ་ཡིན་ཏེ་ཨ་ནི།

ས་དེ་འདྲ་ཡིན་དུས་ཙང་ནས། ཅིག་ད་ཨ་མདའ་བུ་དང་ལོ་བརྒྱ་ཅུ་ལ་ད་སླེབས་དེ་ཡོད་རེད། ཨ་མདའ་གཟུགས་པོ་དེ་ཐག་ཆོད་ཡིན། ཨ། ངས་ཨ་མདའ་ཨམ་ཆི་དེ་འདྲའི་གཏན་ནས་ཡིན་དུས་ཙང་ནས་ཨམ་ཆི་ཚོས་ད་དུང་ལོ་ཉི་ཤུ་རྩ་དང་བསྡད་ཡག་ལ་ཐེ་ཚོམ་མི་འདུག་ཟེར་ནས་དེ་འདྲ་བཤད་བསྡད་ཀྱི་ཡོད། ད་ད་ཧ་ལམ་ལོ་ད་བརྒྱ་ཅུ་ནས་ད་ལོ་ལོ་བཅུ་ཕྱིན་ན་ལོ་དགུ་བཅུ།

བྱིངས་ཚང་མ་ལོག་པའི་སྨོན་ལམ་རོ་བསྐྱབ་པའི་དཀའ་དཀའ་སྐྱིད་སྐྱིད་བྱས་བྱས་ད་བྱེད་ཀྱི་ཡོད་རེད་ད་ས་ཁུལ་མང་པོ་ཅིག་ལ་རང་དབང་ཡོད་མ་རེད་ད་འདི་བྱེད་ཆོག་གི་ཡོད་མ་རེད་ད་དེ་འདྲ་ཡིན་དུས་ཙང་ནས་ག་ད་སེམས་ཀྱི་ནང་ནས་ད་བྱེད་ཀྱི་ཐལ་བ་དང་འདུན་པ་བའི་རྩིས་གཞི་བྱས་ནས་ད་ཡོད་པ་ཡིན་དུས་ཙང་ནས་ཨཱ་ནི་གཞིས་ལུས་རྒྱ་ཆེ་མི་མང་དེའི་དེ་རེད་ཨཱ་དེ་རེད་དེ་ཁྱེད་རང་ཚོ་དམིགས་བསལ་གྱི་བའི་བྱེད་ཀྱི་ཐལ་བ་དང།

མི་རིགས་ཀྱི་ཐོབ་ཐང་གི་ཐོག་ལ་ཚང་མ་དང་སེམས་ཤུགས་འདུན་པ་ཆིག་སྒྲིལ་རེད་འདུག་བ། དངོས་ནས་ང་ཚོ་བོད་ཀྱི་མེས་པོ་འདི་ཡིན་དེ་དངོས་ནས་ཅིག་དེའི་ཚེ་དེའི་དུས་འཛམ་བུ་གླིང་གི་སྤྱི་ཚོགས་སྤྱིར་བཏང་བཤད་པ་ཡིན་ན། ཞི་བ་གཅིག་གི་བུ་ཡིན་ད། རིག་གཞུང་དང་དེ་ཚོའི་ཐོག་ལ། ད་ལོ་སྟོང་ཕྲག་གི་གོང་ལ་བརྩིས་པ་ཡིན་ན་ད་དེ་དུས་སྤྱི་བཏང་ད་ལུང་པ་ཚོ་རང་རང་སྟེ་ཡོག་མ་རེད་བ་ང་ཚོ་བོད་པ་སོ་སོའི་བོད་ཡིག་ཅིག་རྒྱ་གར་ནས་བཙུགས་ནང་ཆོས་ཨནི་བསྒྱུར་ཡག་ད་ཆབས་ཅིག་ཨནི་བོད་ཡིག་ཡར་རྒྱས་བཏང་ཕྱིར་ནས་ད་རི་སྐད་ས་དངོས་ཡོད་གནས་ཚུལ་ཡར་འཛམ་བུ་ནི་འདི་གང་གི་ཨནི་དཔལ་ནཱ་ལེནྡྲའི་ཆོས་བརྒྱུད་ཀྱི་ཨནི་ཅིག་ཚན་རིག་རེད་ལྟ་གྲུབ་རེད། འོ་དེ་ཚོའི་གྲས་དེ་ཆ་ཚང་གཅིག་མ་ནོར་མ་འཁྲུལ་བ་གཅིག་གིས་འགྲེལ་བཤད་བརྒྱབ་ཐུབ་མཁན་གྱི་སྐད་ཡིག་དེ་བོད་ཡིག་གཅིག་པོ་རེད་ཤག་ལེགས་ཆ་ལ་ད་ཡོད་མ་རེད། མཁས་པ་རེ་ཟུང་རེ་ཟུང་གིས་ད་ལེགས་ཆ་ཚིག་ཏོག་ཏོག་ཅིག་ད་བཤད་བསྡད་ཨ་ཞེ་མ་ཏོག་ཁག་པོ་ཤག་རེད། ཨེ་ནི་ཧིན་དི་ནང་ནས་ཡོད་མ་རེད། ཨེ་ནི་རྒྱ་ཡིག་ནང་ལ་དངོས་གནས་བྱས་ན་བོད་ལ་ནང་ཆོས་མ་དར་གོང་ལ། ཆེན་པོ་རྒྱ་ཡི་ཡུལ་ལི་ཡ་བའི་ནང་ཆོས་དར་བྱས་ལོ་བརྒྱ་ཕྲག་ཁ་ཤས་གོང་ནས་དར་བྱས་འདུག་སི་རི་བའི་གཞུང་མང་པོ་ཤར་འགྱུར་ཡོད་རེད། རི་དེ་ཡིན་ནི་དཔལ་ནཱ་ལེནྡྲའི་ད་ཆོས་རྒྱུད་ཅིག་གི་ད་གཙོ་ཆེ་བ་འདི་ཅིག་བསྟན་འགྱུར་གྱི་ནང་ལ་ཡོད་བསྡད་པའི་གཞུང་དེ་ཚོའི་གྲས་དེ་མང་པོ་ཅིག་བོད་ཡིག་ལ་ཡོད་བསྡད་པ་ད་རྒྱ་ཡིག་ལ་མེད་བསྡད་པ་ཅིག་འདུག་ག་ཨེ་ནི་རྒྱ་ཡིག་ལ་ཡོད་པ་དེ་ཚོའི་གྲས་དེ་བས་ད་ངས་ད་ངོ་ཤེས་པ་ཚོར་ལབ་ན། རྒྱ་སྐད་ཀྱི་བརྡ་རྙིང་པ་ཏིག་གི་ཤུགས་ཆེན་པོ་ཡོད་པ་ཡིན་དུས་ཟེར་ནས་ཏོག་ཅིག་གི་གོ་ཁ་བོ་ཡོད་བསྡད་པ་དེ་འདྲས་བཤད་ཀྱི་འདུག་ད་ག་ད་ག་ཚོ་བོད་ཡིག་ནང་ལ་ཡོད་བསྡད་པ་དེ་སོ་སོས་སློབ་སྦྱོང་མ་བྱས་ན་ནི་ད་ག་རེད། སློབ་སྦྱོང་བྱས་པ་ཡིན་ན་ག་ད་བོད་ཡིག་གི་ནང་ལ་ནི་སངས་རྒྱས་ཀྱི་ཆོས་ཚུལ་སྤྱི་དང་ལྷག་པར་ལེགས་སྦྱར་གྱི་ཆོས་བརྒྱུད་ནང་གི་ག་ད་ཅིག་ལྟ་སྒོམ་སྤྱོད་བཟོ་ལབ་ནས་འབྲི་གི་འདུག་འོ་ད་ག་ད་ཅིག་དངོས་ཡོད་གནས་ཚུལ་གྱི་ཅེས་ཀྱི་དང་སེམས་ཁམས་རིག་པའི་སྐོར་དེ་ཚོ་བྲལ་ཏེ་ད་འཛམ་བུ་གླིང་གི་སྤྱི་ནོར་རེད་ཟེར་ཕལ་ཆེར་ལབ་ཁྱོད་ཡག་རེད་ཤག་ད་ག་ནང་བཞིན་གྱི་ནི་ཅིག་ལྟ་གྲུབ་སྐོར་དེ་ཚོ་བྲལ་ཏེ་དངོས་ནས་ཅིག་སྔོན་གྱི་རྒྱ་གར་མཁས་པ་དེ་གི་དེ་གི་ཅིག་རིག་རིག་སྟོབས་ཀྱི་ཐོག་ནས་དུ་དཔྱད་པ་བྱེད་ཡག་གི་ནུས་པ་དེ་ད་ཧ་ལས་པའི་ཆེན་པོ་རེད་འདུག་བ།

ཐོས་བསམ་སྒོམ་གསུམ་དང་འབྲེལ་བའི་ཐོག་ནས་ནི། བོད་ཀྱི་སྐྱེ་ལྡན་འཛིན་སྐྱོང་སྤེལ་གསུམ་ཕལ་ཆེར་ང་ཚོ་བོད་པ་ཚོས་བྱས་པ་དེ་ཕལ་ཆེར་ཤུགས་ཆེ་ཤོས་ཡིན་ས་རེད། ད་དེ་དང་འབྲེལ་ནི་ཁྱིམ་མཚེས་ཀྱི་ཡུལ་གྲུ་ཚོ་ནང་ལོགས་ལས་ག་ལ་གང་འཚམས་ཡོད་རེད་ཨེ་ན་ལྷག་པར་ནི་ཧོར་གྱི་ཡུལ་གྲུ་ཁག་དེ་དེ་ན་དེ་སྔ་ཡིན་ན་ད་མཁས་པ་མང་པོ་བྱས་བྱས་དེ་འདྲ་འདུག་ག། ས་བོད་ད་དེ་འདྲ་ཡིན་དུས་ང་རང་ཚོ་བོད་གངས་ཅན་པ་ཚོ་ཞེས་དངོས་གནས་ད་དེའི་དོན་མ་འདུག་བསམ་བློ་བཏང་ན་སོ་སོའི་མི་རིགས་ལ་ཡ་ད་ག་ཚོད་ཅིག་གིས་རྨོངས་ཤིང་སྐད་ཆ་མ་ཡིན་པ་རྒྱུ་མཚན་ལྡན་པའི་ཐོག་ནས་གི་ཞེན་ཁོག་ཆེ་བ་ཅིག་གིས་ད་ལས་ཡོང་ཞིག་འདུག་ང་རང་ཚོ་ཆོས་དད་ཆ་ཤས་པ་ཡིན་ན་ཤེས་ནས་དད་པ་ཐོབ་པ་ད་ཟེར་གཅིག་གི་གི་རྗེས་སུ་འབྲང་དེ་ཡག་གི་ཟེར་གཅིག་གིས་ད་ད་ག་ཚོད་ཅིག་གིས་སོ་སོའི་ཡང་དད་པ་བྱ་དེ་འདྲའི་ཡོང་ཁུར་བ་ད། འདི་ནང་བཞིན་བྱས་ནས་ང་ཚོའི་འདི་མི་རིགས་ཀྱི་ཞེན་ཁོག་འདི་རྨོངས་ཞེན་གྱི་ཞེན་ཁོག་ཙམ་མ་ཡིན་པ་རྒྱུ་མཚན་ལྡན་པའི་ཞེན་ཁོག་ཅིག་འཛམ་བུ་གླིང་འདི་གང་ལ་ཕན་ཐོགས་བྱེད་ཐུབ་ཡག་གི་ད་འདི་འདྲིས་ཀྱི་ད་ཤེས་ཡོན་ཅིག་ང་ཚོ་བོད་ཡིག་ནང་ལ་ཡོད་བསྡད་པ་ད་འདིའི་ཐང་ནས་ནི་ད་འཛམ་བུ་གླིང་མི་སྤྱི་ལ་ཡག་ག་ལ་གང་ཙམ་གྱི་ཕན་ཐོགས་བྱེད་ཐུབ་ཡག་ཅིག་གི་ད་ནུས་པ་ཏན་ཏན་འདུག་དེ་ང་རང་དངོས་སུ་ད་འདས་པའི་ལོ་ད་ལྔ་བཅུ་སྐོར་འདི་ནང་ལོགས་ལ། ཨེ་ད་དེ་འདྲའི་ད་ཉམས་མྱོང་དངོས་སུ་ཡང་བྱུང་བསྡད་པ་ཡིན། དེ་འདྲ་ཡིན་དུས་ང་རང་ཚོ་ཞི་ཅིན་ཕིན་མི་ཚང་མ་ལོག་ཅིག་སོ་སོའི་མི་རིགས་ཀྱི་ད་སྐད་ཡིག་དེའི་ཐོག་ལ་ཡོད་བསྡད་པའི་ཆོས་དང་རིག་གཞུང་དེ་ཡིག་དེ་དངོས་གནས་དྲང་གནས་ཀྱི་དཔེ་གཏིང་ཟབ་ཁ་ཡོད་ལག་ཡོད་ཀྱི་ཕན་ཐོག་ཡོད་བསྡད་པ་འོ་དེ་ཡིག་དེ་ཤེས་པ་བྱས་བྱས་ཨེ་སོ་སོའི་མི་རིགས་ཀྱི་ད་དངོས་གནས་ཅིག་ད་ཐུན་མོང་མ་ཡིན་པའི་རིག་གཞུང་ད

ཨ་ནི། ཞི་གནས་ཀྱི་དག་མཉམ་ལེན་རྟོགས་སུ་བྱུང་རོགས་བྱས་ན། སྦྱོར་ལམ་ཐོབ་ཡག་གི་རེ་བ་རྒྱ་བསྡད་ཀྱི་ཡོད། ཆ་དེ་རིང་ཡིན་དུས་རྩ་ནས། འདི་དེ་དངོས་ཡོད་གནས་ཚུལ་རེད་འདུག་ག། ད་འདི་ནང་བཞིན་བྱས་ནི་ང་ཚོའི་བོད་ཀྱི་ལོ་སྟོང་ཕྲག་གི་རིང་གི་ང་ཚོས་བདག་ཉར་བྱས་བཞག་པའི་ཤེས་ཡོན་འདིའི་དུས་ཐོག་ནས་འཛམ་བུ་འདི་སྤྱི་ལ་ཡང་ག་ལ་གང་འཚམ་གྱི་ཕན་ཐོགས་ཆེ་ཐུབ་ཡག་གི་ཏན་ཏན་ཆགས་ཀྱིན་འདུག་ད་དེ་ང་རང་ཚོས་བེད་སྤྱོད་ཡག་པོ་བྱེད་ཐུབ་ཐུབ་མ་ཐུབ། བེད་སྤྱོད་བྱེད་སྟངས་དངོས་ནས་དྲ་ནས་དངོས་ཡོད་གནས་ཚུལ་ཚང་པར་བྱེད་ཐུབ་དང་མ་ཐུབ་དེ་ང་རང་ཚོར་རག་ལས་པ་རེད། འོ་ད་འདི་ཁྱེད་རང་ཚོ་དགོངས་པ་ཤེས། བྱ་ད་ད་ང་ཡང་ད་ག་སེ་ན་མ་སེ་ན་ག་ད་ལོ་བརྒལ་འགྲོ་གི་ཡོད་རེད། བྱ་ད་ག་ད་ཁྱེད་རང་ཚོ་གཞོན་སྐྱེས་དེ་འདི་གི་ང་ལ་ཡིད་ཆེས་ད་ཅིག་བློ་གཏད་བྱེད་མཁན་དེ་འདི་གི་ད་མི་དགའ་བོ་འདི་གི་དེ་འདྲ་ཟེར་གི་འདུག་ག་བསམ་པ་ཞིག་སེམས་ལ་ངེས་པ་བྱས་བྱས་ཨ་ནི་ཚང་མས་ཧུར་ཐག་བྱེད་དགོས་རེད། འོ་ད་འདི་ཨ་ནི་ངའི་སྐྱེས་སྐར་རྟེན་འབྲེལ་གྱི་ཨ་ནི་ལག་རྟགས་ཡག་ཤོས་དེ་འདི་ཡིན།